ཁྱེད་ཀྱི་སྐྱིན་ཚབ་བོང་བུ་སྤྲད་པ། སྐུ་དངོས་རྒྱལ་སོ་སོའི་གཡོག་པོ་ཨ་ཁུ་སྟོན་པ་ཐག་རིང་པོ་གཅིག་ལ་ལས་ཀ་བཏང་རྗེས་ཉིན་མོ་ད་ག་རང་ལ་ལོག་དགོས་པའི་བཀའ་བཏང་བ་རེད། ཨ་ཁུ་སྟོན་པས་བསམ་བློ་འཁྱུག་ཚ་ཞིག་བཏང་རྗེས་སྐུ་དངོས་ལ། སྐུ་དངོས། ཁྱེད་རང་གིས་ང་ཉིན་མོ་གཅིག་ལ་ལོག་གསུང་གི་ཡོད་ན། ཐ་ཆད་སི་ཁྱེད་རང་གི་ཆིབས་རྟ་དེ་ང་ཅི་གཡར་རོགས་གནང། ཞུས་ཙང། སྐུ་དངོས་རྒྱལ་དེའི་ལན་ལ། འོ་ཛི། དེ་འདྲས་ཡོང་བར་བལྟ། ངས་རང་ལ་བྲེལ་ཅི་ཧ་ཆོག། ཡིན་ནའི་བོར་བརླག་བྱས་པ་ཡིན་ན་སྐྱིན་ཚབ་ལྡབ་ལོག་སྤྲད་འོས་ད། ཞེས་པས་ཨ་ཁུ་སྟོན་པས་ད་ག་རང་བྱེད་རྒྱུའི་ཁས་ལེན་ནས་ལམ་དུ་བཞུད་པ་རེད། ཨ་ཁུ་སྟོན་པས་ལས་ཀ་ཚར་རྗེས་ཚུར་ལོག་ཡོང་པའི་ལམ་བར་ལ་གཙང་པོ་ཅིག་བརྒལ་ཚར་བའི་རྗེས་ལ་འཕྲེད་དེ་ཞིང་པ་ཅིག་ལ་འཛོམས། ནང་ལ་འབྱོར་དུས་ས་གྲིབ་འགྲོ་ཡོད་ཙང། ཨ་ཁུ་ལམ་སང་ནང་ལ་ལོག་རྗེས་སོ་སོའི་གུ་ལོག་ཚང་མ་ཆུ་ལ་སྦངས་རྗེས་ལོན་ཀྱང་བཟོས། དེ་ནས་ཀོང་ངོས་བཅས་ག་ཕྱིན་པ་རེད། ཀོང་ངོས་ཀྱིས་ཨ་ཁུ་སྟོན་པའི་མདོག་སྐྱོ་པོ་དེ་མཐོང་རྗེས། འོ་ཙི། དེ་འདྲས་ག་འདྲས་བྱས་པ་རེད། ཝེ། ངའི་གྲས་ག་བ་ཡོད། ཟེར་དྲིས་ཙང། ཨ་ཁུས་ཆུ་བ་རློན་པ་དེ་བཙིར་གྱིན་བཙིར་གྱིན་ལ་སྐད་ཤུགས་ཆུང་ངུས།

སྐུ་དངོས་ཀྱིས་ཁོ་གཉིས་མཐོང་པ་དང་ཧ་ལས་རྗེས། འོ་ཙི་ཨོ་སྟོན་པ། མི་ཁྱོད་ཕ་མ་རྩེ་དགུ་མེད་དེ་འདྲེ་དཔེ་བཟས་དོགས་མེད། བཤད་ཙང། ཨ་ཁུ། སྐུ་དངོས། ངའི་བབ་གནས་དེ་དུར་ཕྱིན་ཤག་བྱས་ཙང་བབ་པའི་སྐྱེས་པ་མ་ཁྱེད་རང་རྒྱལ་རེད། ཟེར་ལབ་ཙང། སྐུ་དངོས་ཀྱིས། འཇིག་རྟེན་འདིའི་ཐོག་ལ་ཕ་མ་ལས་ལྷག་གི་མི་གཅིག་ཡོང་མ་རེད། བཤད་པ་རེད། ཨ་ཁུས་ལབ་ཙང་བབ་པའི་སྐྱེས་པ་ནི་མ་བབ་ཡོད། གྲལ་གྱི་སྐྱིན་ཚབ་སྤྲོད་པའི་དུས་བཀག་ནན་མོ་སྟེ། ཨ་ཁུ་སྟོན་པས་བུ་མགོ་ཁྲིད་ཅིང་སྐོར་ངོས་ཀྱི་ཟབ་ཤར་བྱེད། སྐོར་ངོས་ཆེན་པོའི་མདུན་ལ་ཇོ་བོ་ད་ག་ཨ་ཁུ། སྐོར་ངོས། ཁུས་པ་དེ་གྲལ་གྱི་སྐྱིན་ཚབ་བཤད་གང་ཡོང་པ་ཡིན། ཞེས་ད་ག་ཨ་ཁུས་ཚེ་ཚེའི་ངང་ནས། དེ་སྔོན་སྐོར་ངོས་ཁྱེད་རང་ཀྱེ། ཁྱེད་ཚེ་གྲལ་བསླགས་པ་ཡིན་ན་གྲལ་ལས་ལྷག་པའི་དངོས་པོ་ཞིག་ཁྱེར་ཅིང་སྐྱིན་ཚབ་བཅད་གང་ཤོག་གསུངས་འདུག་པ། ཁུས་པའི་བསམ་པ་གཅིག་དེ་འདིའི་ཐོག་ལ། པ་པ་ལས་ལྷག་ཅིག་ཡོག་མ་རེད་བསམ་གི། ཁྲེལ་གི་པ་པ་ནི་བུ་གུ་རེད། དེ་འདྲས་སོང་ཙང་གུས་པས་བུ་གུ་སྐྱིན་ཚབ་ལ་ཕུད་ཁ་བཅག་པ་ཡིན། ཞེས་པས། སྐོང་དངོས་ནི། མིག་གཉིས་ཅེ་རེར་གདངས་ནས་ཨ་ཁུ་སྟོན་པའི་གདོང་ལ་བལྟས་ཏེ་སྡོད་པ་ལས། ཁ་ནས་སྐད་ཆ་ཚིག་གཅིག་ཡས་བཤད་མ་ཐུབ་པ་རེད། ལྷན་རྒྱས། ཞུ་རྟིང་བཅག་གོ། དེ་རིང་གི་ལེ་ཚན་ཞུ་མཚམས་ད་ག་བཞག་ཡིན། ང་ནག་ཚོགས་རྗེས་མའི་ལེ་ཚན་ནང་ཡང་བསྐྱར་བྱས་ཡོད།